རྒྱ་ནག་གཞུང་གིས་ལོ་ཚད་ནད་ཡམས་ཀྱི་སྐོར་ནས་གསང་རྒྱ་དམ་པོ་བྱས་པ་དང་གནས་ཚུལ་དངོས་པོ་ཕྱི་བསྒྲགས་མ་བྱས་པ། སྤྱི་དམངས་གསར་འགོད་པ་ཁག་ཅིག་བཀག་ཉར་བྱས་ཏེ་གར་སོང་ཆ་མེད་དུ་གྱུར་བའི་གནས་སྟངས་སོགས་བྱུང་བཞིན་པ་གི་སྐབས་འདིར། དྲ་ལམ་དེ་ཡང་དེ་མཚུངས་ཀྱིས་དམ་དྲག་གི་ཐོག་ནས་རྒྱ་ནག་གཞུང་འབྲེལ་གྱི་གསལ་བསྒྲགས་མ་བརྟགས་གཞན། མི་སྒེར་བས་མཐོང་ཐོས་བྱུང་བ་གི་གནས་ཚུལ་དང་བསམ་ཚུལ་སྤེལ་མཁན་སྤྱི་ཡོངས་ནས་བཀག་སྡོམ་བྱེད་བཞིན་པ་གི་སྐོར་གྷེ་ན་ཏྲར་རྟེན་གཞི་བྱས་ཡོད་པའི་དྲ་ལམ་བདེ་སྲུང་ཉམས་ཞིབ་ཁང Citizen Lab ཞེས་པས་སྙན་ཐོ་ཞིག་བཏོན་འདུག་སྤྱི་ཟླ་གསུམ་པའི་ཟླ་མགོ་ལ་ཉམས་ཞིབ་ཁང་འདིས་སྙན་ཐོ་བཏོན་ནས། ཁོ་རོ་ན་བྷའི་རེ་སི་ཞེས་པའི་གློ་ཚད་ནད་ཡམས་དང་འབྲེལ་བའི་རྗོད་ཚིག་ཁག་རྒྱ་ནག་གི་སྤྱི་ཚོགས་འབྲེལ་དུ་དྲ་ལམ་ཁག་ཏུ་བཀག་སྡོམ་དང་སྟངས་འཛིན་བྱས་ཏེ། གཞུང་གི་གསལ་བསྒྲགས་མ་གཏོགས་དེ་ལས་གཞན་པ་སྤེལ་མཁན་བཀག་སྡོམ་བྱས་པ་ལས་གཞན་ཡང་ཝུ་ཧན་གྱི་གློ་ཚད་ནད་ཡམས་གསལ་ཁ་མེད་པ། ཡང་ན་ཝུ་ཧན་གྱི་ཚོད་ཟས་ཁྲོམ་ར་ལྟ་བུའི་རྗོད་ཚིག་རྣམས་བཀག་སྡོམ་བྱས་ཡོད་པ་རེད། དེ་ཡིས་རྒྱ་ནག་གཞུང་གིས་རྒྱ་ནག་ནང་གི་གློ་ཚད་ནད་ཡམས་ཀྱི་མཛའ་གྲགས་དང་ཉེན་ཁ་སངས་ཐབས་བྱས་པ་དང་གློ་ཚད་ནད་ཡམས་ཀྱི་འབྱུང་ཁུངས་ལ་མི་རྣམས་ཀྱིས་དག་གཞིའི་སྐད་ཆ་འགོག་ཐབས་བྱེད་བཞིན་པ་བཅས། དྲ་ལམ་བདེ་སྲུང་ཉམས་ཞིབ་ཁང་འདིའི་སྙན་ཐོ་བཏོན་པ་དེའི་ནང་དུ་བཀོད་འདུག་དེ་ནས་ཡང་རྣམ་པ་ཚོས་ཀི་ཤི་ཁ་པར་གྱི་ནང་དུ་དུང་དཀར་ཚིག་མཛོད་ཆེན་མོའི་སྐོར་ཆེས་གསར་བ་འདི་ཕབ་ལེན་བྱེད་ཐུབ་པ་དང་སོ་སོའི་རྒྱུན་ལྡན་འཚོ་བ་གི་ནང་ནས་བོད་ཡིག་གི་དག་ཆ་དང་ཐ་སྙད་སོགས་མ་ནོར་བར་བཀོལ་སྤྱོད་བྱ་ཐུབ་ཀྱི་འདུག་ཀི་ཤི་སྐོར་ཆེད་ཚོང་ཁང་ངམ Apple App Store གི་ནང་དུ་བོད་ཡིག་གིས་དུང་དཀར་ཞེས་བྲིས་ན་འགྲིག་ལ་ཡང་ཨིན་ཡིག་གི་ནང་དུ་དུང་དཀར་ཞེས་བྲིས་ན་ཡང་རྙེད་ཐུབ་འདི་ཕབ་ལེན་བྱས་པའི་རྗེས་སུ་ཐ་སྙད་ཀྱི་འགྲེལ་བཤད་དང་ཡང་ན་ཐ་སྙད་དེ་དང་འབྲེལ་བའི་དཔེར་བརྗོད་ཀྱི་ཚིག་གྲུབ་སོགས་ལ་ལྟ་ཐུབ་ཀྱི་འདུག། དེ་ནས་ཡང་འཛམ་གླིང་ས་ཆ་གང་ས་ལ་བོད་མི་སྒེར་རེ་རེ་ནས་བོད་དོན་འཐབ་རྩོད་ཀྱི་ལས་འགུལ་རྣམ་པ་མ་འདྲ་བ་མང་པོ་ཞིག་འཇིགས་སྐྱོང་བཞིན་པ་དེ་ལྟར་དཔེར་ན་ཉིན་གཅིག་ལོངས་པ་གི་ནང་དུ་ཕྱི་ལོ་ཉིས་སྟོང་དགུ་ལོ་ནས་ལྷག་དཀར་གི་ཉིན་ལ་བསྟན་འཛིན་ཡིག་རྙིང་ལགས་ཀྱིས་ལོ་ངོ་ཕྱི་མ་ཟིན་ཙམ་ལ་རྒྱ་ནག་གཞུང་ཚབ་ཀྱི་དགོན་མདུན་དུ་མི་སྒེར་བའི་ལས་འགུལ་སྤེལ་བཞིན་པ་དང་ཡང Australia གི་ནང་དུ་ཆབ་སྲིད་བཙོན་ཟུར་དམ་པ་དར་རྒྱས་ལགས་ཀྱིས་ང་ལ་ལོ་སར་མེད་ཅེས་འདས་པའི་ལོ་ཞིག་གི་རང་ལ་ལོ་སར་ཚེས་གཅིག་ཉིན་ལ་བོད་ནང་གི་བོད་མིའི་དཀའ་ངལ་འགྲེལ་བརྗོད་ཀྱི་ལས་འགུལ་སྤེལ་བཞིན་ཡོད།

རྒྱ་མི་སློབ་མ་མང་པོ་ཡོད་རེད། ས་ཁང་ཚོ་ལ་སྐོར་ཐག་དེ་འདྲ་སྤེལ་གི་ཡོད་རེད། ཁེར་རྐྱང་གི་ལས་འགུལ་སྤེལ་མཁན་རྣམས་དེ་སྔོན་གྲ་ནང་གི་བོད་ཀྱི་ངོ་སྤྲོད་ཞུས་ཟིན་པ་ལྟར་དེ་རིང་ང་ཚོའི་བོད་མི་ལས་འགུལ་བ་སངས་རྒྱས་སྐྱབས་ལགས་སུ་རྒྱུན་དུ་སྒེར་གྱི་ཁེར་རྐྱང་ངང་ལས་འགུལ་སྤེལ་བ་དང་ཡང་ཉི་མ་ཁ་ཤས་ཀྱི་སྔོན་ལ་སུམ་ཅུའི་དུས་དྲན་གྱི་ཉིན་མོར་བོད་མི་ཚོ་དང་མཉམ་དུ་ལས་འགུལ་སྤེལ་བའི་སྐབས་ཀྱི་མྱོང་ཚོར་མ་འདྲ་བ་གི་སྐོར་ནས་བཀའ་འདྲི་ཞུས་ཡོད། ད་ཡང་གར་སོང་སུམ་ཅུའི་དུས་དྲན་སྤོབས་པ་མང་པོ་ཕེབས་ཤག་གྲོགས་རང་གྲོགས་རྣམས་མང་པོ་ཕེབས་ཤག་རྒྱལ་ཁབ་གང་ནས་ཡིན་ན་བོད་མི་ཚོས་སྤོབས་པ་མང་པོ

ངས་འཚོང་ཐུབ་ཀྱི་ཡོད་རེད། དེ་ནས་སྲིན་པོའི་ཚེས་གཅིག་གི་ཉིན་མོ་ནི་ལོ་རེའི་བོད་མི་སྒེར་ལངས་ཆེན་མོའི་ཉིན་ཡིན་པ་ལྟར་ད་ལོའི་སྲིན་པོའི་ཚེས་གཅིག་གི་དུས་དྲན་འདི་ཡིན་ན་ཐང་ཕྲུག་ཅི་རེག་ཞིག་པ་དེ་ཡིན། རྒྱལ་ཁབ་ཁ་ཤས་སུ་བོད་མི་ཚོས་བློ་ཚད་ནད་ཡམས་ཀྱི་ཉེན་ཁ་ལ་བརྟེན་ནས་སུམ་ཅུའི་དུས་དྲན་འདི་སྲུང་བརྩི་བྱ་རྒྱུའི་ལས་འགུལ་རྣམས་གནས་སྐབས་ཕྱིར་འཐེན་བྱས་ཡོད་ཀྱང་ཡང་ས་གནས་ཧ་ཅང་མང་པོ་ལ་བློ་ཚད་ནད་ཡམས་ཀྱི་ཉེན་ཁ་ལ་མ་བརྟེན་པར་བོད་མི་ཚོས་ལོ་རྒྱུས་ཀྱི་ཉི་མ་གལ་ཆེན་འདི་སྲུང་བརྩི་བྱས་ཡོད་པ་ཚང་མས་བརྒྱུད་ལམ་ཁག་ནས་མཐོང་ཐོས་བྱུང་ཟིན་པ་རེད། གྲ་ནང་གི་བོད་ཀྱིས་འཛམ་གླིང་ས་ཆ་གང་ས་ལ་བོད་མི་ཚོས་སུམ་ཅུའི་དུས་དྲན་གྱི་སྲུང་བརྩི་བྱ་རྒྱུའི་གྲ་སྒྲིག་དང།

ད་ང་ཚོ་བོད་པ་ལ་བོད་མི་ས་ཡ་དྲུག་ལ་མི་ནག་པོ་རེད་བ། ང་རང་ཚོ་བོད་པ་ལ་ཡི་དཀའ་ངལ་འཕྲད་རྗེས་ནས་སོ་སོ་ལུང་པ་བཞག་རྗེས་ནས་རྒྱལ་ཁབ་སུམ་ཅུ་སོ་གཅིག་སོ་ནང་ལ་ཁ་གཏོར་གྱིས་འགྲོ་དགོས་ཡ་དེ་རྒྱ་མི་བོད་ལ་ནས་བྱུང་བར་བ། གསུམ་པའི་བཅུ་གསུམ་བཅུའི་དུས་དྲན་དེ། དེའི་ཚིག་དེ་ཡ་འདུག་བོད་ཡོན་ཁར་སྙིང་དྲང་ཞུ་ཞུ་བྱ་ཡ་དང་མིག་མིག་ནང་མིག་ཆུ་ཆག་ཚག་ཚག་ཚག་ཡོང་དགོས་ཡ་གི། སྙན་མོ་དེ་ཆགས་བསྡད་ཀྱི་ཡོད་རེད། ཨ་ནི་བོད་མི་མང་པོ་གཅིག་གིས་ད་ང་རང་ཚོ་བོད་མི་རིགས་རྒྱལ་ཁབ་ཆེད་དུ་ནི་བློས་བཏང་བྱས་ནས་ད། བོད་ཤོག་སྐྱོང་རུ་ཚོས་མ་སྐྱབས་བཅོལ་སྤེལ། རྒྱ་མིས་བཙན་བཟུང་བོད་བོད་བཙན་བཟུང་བྱས་ནས་ཉི་མ་གཅིག་ལོ་གཅིག་ལ་ཉི་མ་གཅིག་འདི་ལྟར་བས་རྒྱལ་སྤྱི་དོན་སྤྱི་བརྩི་ནས་ལས་ཀ་མོག་གོ་ལས་ཀ་ག་རེ་ཡོད་ནས་བརྫམ་བཞག་ནས་འགྲོ་དགོས་ཀྱང། བརྙན་པར་ཟིན་ཐོ་བ་འདི་ནི་རང་དབང་གི་གསར་འགོད་པ་དང་བརྙན་པར་ཆེད་ལས་པ་བསྟན་འཛིན་ཉི་འབུམ་ལགས་རེད་འདུག་བསྟན་འཛིན་སྙིང་པོ་ལགས་ཀྱིས་སུམ་བཅུའི་དུས་དྲན་སྐལ་ཆེན་པོ་ཡིན་པའི་སྐོར་ནས་སྤོབས་པ་ནང་ཁུལ་ལ་བརྙན་པར་འདི་འདྲ་ཞིག་བཟོ་དགོས་དོན་གྱི་ཐད་ལ་དྲ་ནང་གི་བོད་ལ་ངོ་སྤྲོད་འདི་ལྟར་གནང་སོང། ང་རང་ཚོའི་སྤྱི་ཚོགས་ནང་ལ་ད་སྤུ་བོ་མང་པོ་ཅིག་ལོ་ཆུང་བ་མང་པོ་ཅིག་གིས་སུམ་བཅུའི་དུས་དྲན་འདི་གལ་ཆེན་པོ་ཡིན་པ་དང་ཨ་དེའི་ཉིན་མོ་འདི་སྐད་འབོད་རྒྱག་དགོས་ཨེ་ད་ཧ་གོ་གི་འདུག་ཚང་མ་གིས། ཡིན་ནས་མང་པོ་ཅིག་གིས་འདི་སུམ་བཅུ་དུས་དྲན་ལ་ནི་ཡིན་པ་དང་དེ་སུམ་བཅུ་དུས་ཆེན་མིན་པ་དང་དེའི་གི་དབྱེ་བ་དེའི་གོ་ཡག་པོ་ཅིག་ནི་ཆོད་གི་མི་འདུག། གཙོ་བོ་ད་མཁས་མདོག་རང་བྱས་དུས་ཡིན་ང་རང་ཚོ་ལོ་ཆུང་བ་དེ་ཚོ་ལ་ཨ་ནི་ང་རང་ཚོ་འདི་ཉིན་མོ་དེ་ང་ཚོ་རང་བཙན་ཤོར་བའི་ཉིན་མོ་རེད་ལ་ནི་ཨ་ནི་ང་རང་ཚོ་ད་རྩ་བའི་ད་རྒན་པ་དེ་ངེད་དེ་ཚོ་གི་སྐུ་ལས་ཞུགས་སྐྱོན་ཡོད་རེད་ད་ལྟ་བུ་ད་ཚང་མ་མཁས་མགོར་རྩ་བའི་ཡིན་ནས་ད་ཆུང་མ་དེ་ཚོ་མང་པོ་ཅི་ནང་ལ་ཨ་ནི་དེ་དམིགས་བསལ་གྱི་ད་རྒྱུ་མཚན་ག་རེ་ཡིན་མེད་གསུམ་བཅུ་དུ་རེད་འདི་གསུང་སེ་འཇིགས་བ་ཡ་གི་རྒྱུ་མཚན་གཙོ་བོ་ག་རེ་ཡིན་མེད་འདི་གང་ལ་གོ་ཡག་པོ་ཅིག་ཚུགས་མེད་རྒྱུ་རོ་ཞིག་ཐོངས་སོ། དེ་ཡིན་དུ་ང་རང་གིས་འདི་ལྟད་མོ་འདི་བཟོས་ནས་ཨ་ནི། ང་རང་ཚོའི་ལོ་ཆུང་བ་དང་ཨ་ནི་ང་རང་དང་ང་འདྲ་བ་ཡང་མང་པོ་ཅིག་ལ་འི་འདྲའི་གི་ཅིག་མཁྱེན་རྟོགས་མེད་བ་འདི་ཚོ་ལ་ཨ་ནི་མཁྱེན་རྟོགས་ཡོང་ཨེ་རང་གི་ཆེད་དུ་རང་ཡིན། བསྟན་འཛིན་ཉི་འབུམ་ལགས་ཀྱིས་འཛམ་གླིང་གི་གྲོང་ཁྱེར་ཆེ་ཤོས་ནིའུ་ཡོག་གི་བོད་མི་ཚོའི་འཚོ་བ་དང་བསམ་བློ་མཚུངས་པ་ག་ཉམས་པར་ཟིན་ཐོ་བཟོས་ཡོད་པ་མང་པོ་ཅིག་མཐོང་རྒྱུ་འདུག་ལ་གལ་ཏེ་ཁྱོད་རང་གིས་ནིའུ་ཡོག་གི་བོད་མི་ཚོའི་འཚོ་བ་དང་བསམ་བློ་ཤེས་འདོད་ཡོད་ན།

ང་ལེ་ཚ་གསོ་སྐྱོང་བ་ཚེ་རང་སྐྱིད་ཡིན། གྲ་ནང་གི་པོ་ལ་ས་འཛུགས་གནང་བར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མ་གི་ནང་བསྐྱར་དུ་མཇལ་ཡོང།